འོ་ད་དེ་ནས་མཛད་པ་བཅུ་གཉིས་ཀྱི་ནང་ནས་དེ་ནས་བཅུ་པ་དེ་མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་ཅེས་བྱ་སྟེ་མངོན་པར་རྫོགས་པར་སངས་རྒྱས་པ་དང་སངས་རྒྱས་སངས་རྒྱས་པའི་མཛད་པ་དེ་རེད། ད་སངས་རྒྱས་པའི་མཛད་པ་དེ་ནས་ས་ག་ཟླ་བའི་ཚེས་པ་བཅོ་ལྔ་གའི་མཚན་མོ་སྲོད་ཀྱི་ཆ་དེ་ལ་ཚེ་འདོད་དང་སྲོད་ཀྱི་ཆ་དེ་ལ་ད་དུས་ཐེག་ཆེན་གྱི་དམག་དཔུང་དེ་ཚོ་བཏུལ། དུས་ཀྱི་དམག་དཔུང་ལས་དེ་ནས་རྒྱལ་བར་བྱས། དེ་ནས་ནམ་གུང་གི་ཆ་ལ་རེད་བ་ད་མཚན་གུང་དཀྱིལ་མ་དེ་ཚོ་ལ་ད་བསམ་གཏན་ཞི་བའི་ཏིང་ངེ་འཛིན་ཉམས་འོག་ཏུ་ཚུད་ད་ཐོ་རངས་ཟེར་རོ་སང་ཉིན་ཞོགས་པ་ཐོ་རེངས་ནམ་ཟས་མ་ཟས་ནམ་ཟས་ཡོང་དུས་སྐབས་སུ་དེ་ནས་ད་སངས་རྒྱས་བཅོམ་ལྡན་འདས་སངས་རྒྱས་པ་རེད་ད་སངས་རྒྱས་པ་རེད་དེ་ཡིན་དུས་ད་ཚེས་པ་བཅོ་ལྔ་ལ་སངས་རྒྱས་རེད་ཟེར་དགོས་ས་རེད་དམ་ཚེས་པ་བཅུ་དྲུག་ལ་སངས་རྒྱས་དགོས་ས་རེད་ཟེར་ཟེར་རེད་ད་ག་འདྲི་ཟེར་དགོས་ནི་རེད་བ་ལྷ་ཡི་མིག་དང་ཟག་པ་ཟད་པའི་མངོན་ཤེས་སྐྱེས་ཏེ་བདེན་པ་ཞིག་མཐར་ཕྱིན་ན་ད་གཙོ་བོ་སངས་རྒྱས་མངོན་པར་རྫོགས་སངས་རྒྱས་པ་རེད་སངས་རྒྱས་སངས་རྒྱས་ཡོད་དུས་སྐབས་སུ་པདྨ་ཚེ་འཇིག་རྟེན་ཁམས་ས་ཆ་ཚང་མ་ཡང་དགུ་བརྒྱ་དང་རེ་ས་དེ་ཚོ་ཡང་གཡོས།

འཁྲུངས་པ་རེད། དེ་ག་ནང་བཞིན་སངས་རྒྱས་བཅོམ་ལྡན་འདས་ཁོང་རང་གི་སྲས་གྲྭ་ཆེན་རཱ་ཧུལ་ཡང་དེའི་ཉིན་མོ་དེར་འཁྲུངས་པ་རེད། ད་ལོ་རྒྱུས་མང་པོ་ནང་དེ་འདྲ་ཡོང་ཐེ་གི་རེད་བ་ཡ། ཡིན་ན་ཡང་ད་དེ་ནས་སྲས་གྲྭ་ཆེན་རཱ་ཧུལ་དེ་སངས་རྒྱས་བཅོམ་ལྡན་འདས་སྔོན་མ་རྒྱལ་ཁང་རང་དུ་བཞུགས་དུས་སྐབས་སུ་འཁྲུངས་བའི་ལོ་རྒྱུས་མང་པོ་ཡོད་རེད་ས་ངས་དེ་ཁ་སང་གོང་དུ་ཞུས་ཟིན་པ་ཡིན་པ། ད་དེ་ནས་སངས་རྒྱས་ཁོང་རང་སངས་རྒྱས་པའི་དུས་ཚོད་དེ་ཁོང་རང་དགུང་ལོ་སུམ་ཅུ་སོ་ལྔ་གི་ཐོག་ལ་སངས་རྒྱས་པ་རེད། ཇི་ལྟར་མཁར་བཟང་དེ་ནས་ད་སངས་རྒྱས་ཁོང་རང་རྒྱ་གང་ནས་བར་ལ་ཕེབས་འགྲོ་དུས་སྐབས་སུ་གུང་ལོ་ཉིས་རྩ་དགུ་ཡིན་པ། རྒྱ་གང་ནས་གུང་ལོ་ཉིས་རྩ་དགུ་ལ་དེ་ནས་ངེས་པར་འབྱུང་བྱས་དེ་ནས་རབ་ཏུ་བྱུང་དེ་ནས་ལོ་དྲུག་དཀའ་བ་སྤྱད། དེ་ནས་དོ་བཞི་སྟེང་དུ་སངས་རྒྱས་དུས་སྐབས་སུ་སངས་རྒྱས་གུང་ལོ་སུམ་ཅུ་སོ་ལྔ་ལ་ཁེལ་བསྡད་པ་དེ་འདྲའི་ཅིག་རེད། དེ་ནས་སངས་རྒྱས་ཁོང་རང་གུང་ལོ་སུམ་ཅུ་སོ་ལྔ་ཡིན་པ་དེ་ནས་ས་ག་ཟླ་བའི་ཚེས་པ་བཅོ་ལྔ་ཉིན་དེ་ནས། རྒྱ་གར་རྡོ་རྗེ་གདན་གྱི་བྱང་ཆུབ་ལྗོན་ཤིང་གི་དྲུང་དུ་དེ་བདག་ཅག་གི་སྟོན་པ་གཙོ་བོ་སངས་རྒྱས་བཅོམ་ལྡན་འདས་དེ་ཉིད་དང་མངོན་པར་རྫོགས་པ་སངས་རྒྱས་པར་བ། སངས་རྒྱས་ནས་རྡོ་རྗེ་གདན་དུ་ཞག་མ་ག་ཚོད་བཞུགས་པར་ཟེར་ན་ཞག་མ་བཞི་བཅུ་ཞེ་དགུ།

འཇིག་རྟེན་ཁམས་ཀྱི་གསང་བ་ཧྲིལ་བོ་ཞིག་རྟོགས་བྱུང་ཟེར་སེམས་ཀྱི་གསང་བ་ཧྲིལ་བོ་ཞིག་རྟོགས་བྱུང་ཟེར་བ་པད་མི་སེར་གྱིས་ཧ་གོ་བྱུང་སྟེ་ཡིན་ན་ཡང་ད་སྔ་ཤེས་ཀྱི་མེད་སུ་ལ་བཤད་ན་ཡང་གོ་ས་མ་རེད་ཟེར་བ་སུ་ཞིག་གིས་གོ་ས་མ་རེད་དེ་ཡིན་དུས་སྐབས་སུ་ད་སྔ་སུ་ཞིག་ཤེས་ཀྱི་མེད་ང་རང་ཕར་ཤིང་ནགས་སམ་ན་ད་གོམ་རྒྱབ་འདེད་དེ་གི་ཡིན་སངས་རྒྱས་དེ་འདྲས་གསུངས་རེད་ཟེར་བྱོས་རེད་ང་རང་དེ་གང་ལྟར་སངས་རྒྱས་བཅོམ་ལྡན་འདས་བདུན་ཕྲག་བདུན་ཞག་མ་བཞི་བཅུ་ཞེ་དགུ་རྡོ་རྗེ་གདན་དུ་བཞུགས་རེད་དེ་ཡིན་དུས་སྐབས་སུ་བདུན་ཕྲག་རེ་རེ་རེ་རེ་ལ་མཛད་པ་ག་རེ་ག་རེ་གནང་ཡོད་པ་ཡང་དེ་འདྲས་ཡོད་རེད་མཛད་པ་ག་རེ་ག་རེ་གནང་ཡོད་པ་ད་དེ་འདྲས་ཁོ་རང་ཡང་མཛད་པ་མི་འདྲ་བ་མི་འདྲ་བ་དེ་འདྲས་ཞུས་དུས་སུ། ཞུ་ཡས་ཡོད་རེད་ཞུས་པ་ཡིན་ན་ད་མང་དྲག་དུ་མང་དྲག་བཟོ་གྲབས་བྱ་གི་འདུག་དེའི་དུས་སྐབས་ཞུ་མི་དགོས་པ་བྱས་ད་དེའི་དུས་ཚོད་ལ་རྒྱ་བོ་ཆེན་པོ་བཞི་ཡིས་དེ་ནས་རིན་པོ་ཆེ་ད་ནོར་བུ་ལས་གྲུབ་པའི་དེ་ནས་ལྷུང་བཟེད་དེ་འདྲས་ཕུལ་བ་རེད་གསུངས་གི་རེད་ལྷུང་བཟེད་ཕུལ་ཡོང་དུས་སྐབས་སུ་དེ་ནས་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་ད་རིན་པོ་ཆེ་ནོར་བུའི་རིགས་དེ་སངས་རྒྱས་བཅོམ་ལྡན་འདས་ད་དག་པོ་གནང་གི་ཡོད་མ་རེད་བ་དེ་ཡིན་ད་སྐབས་སུ་ད་ད་ཡི་ལྷུང་བཟེད་ལ་བྱིན་གྱིས་བརླབས་བཞག་པ་རེད་རིན་པོ་ཆེ་ཡི་ལྷུང་བཟེད་ད་ཡི་ལྷུང་བཟེད་ལ་བྱིན་གྱིས་བརླབས་པ་དེ་འདྲས་གསུངས་གི་ཡོད་རེད། ཡང་བསྐྱུར་དེའི་སྐབས་དེའི་དུས་ཚོད་ལ་ད་ཚོང་པ་ཆེན་པོ་གཉིས་ལ་དེ་ནས་སངས་རྒྱས། སྐྱབས་འགྲོ་དོན་པ་གནང་བ་རེད་ཟེར་རེད་ཚོང་པ་ག་དཀོན་དང་བཟང་པོ་ཟེར་གྱི་རེད་ད་སྐྱབས་འགྲོ་གི་དོན་པ་གནང་ཡོང་དུས་ཀ་དེའི་སྐབས་དཀོན་མཆོག་གསུམ་ཡོད་མ་རེད་ར་བ་དགེ་འདུན་དཀོན་མཆོག་དེ་ཆགས་ཡོད་མ་རེད་དེ་ནས་དེའི་སྐབས་སུ་དེ་ནས་སངས་རྒྱས་ཀྱི་ལ་སྐྱབས་སུ་མཆིའོ་ཆོས་ལ་སྐྱབས་སུ་མཆིའོ་ཟེར་ད་དེ་ཡིན་ཏེ་དེ་ནས་ད་དཀོན་མཆོག་གསུམ་གྱི་ནང་ནས་དཀོན་མཆོག་གཉིས་ལ་སྐྱབས་སུ་འགྲོ་བ་དེ་འདྲས་བྱས་ནས་སྐྱབས་འགྲོ་གི་ད་དོན་པ་ཡང་གནང་ཡིན་ཟེར་གྱི་རེད་ད་ཚོང་པ་དེ་གཉིས་དེ་ག་བ་རེད་ག་དཀོན་དང་བཟང་པོ་ཟེར་གྱི་འདུག་ཚོང་པ་ག་དཀོན་དང་བཟང་པོ་དེ་ག་བ་རེད་བས་ཟེར་ན།

དེ་ཡིན་དུས་སྐབས་ད་དེ་ཚོ་ལ་ཆོས་སྐོར་དག་ལབ་དགོས་ཡོད་མ་རེད་ཆོས་སྐོར་སྐོར་དག་ལབ་དགོས་ཡོད་མ་རེད་དེ། ཡིན་ན་ཡང་སངས་རྒྱས་ཀྱི་དེ་པར་རུག་པར་རུག་ལ་ཆོས་སྲུང་མ་དང་མང་པོ་ཡོད་དེ་གི་རེད། སངས་རྒྱས་ཀྱི་དེ་རྡོ་རྗེ་གདན་དུ་ཞག་མ་བདུན་ཕྲག་བདུན། སངས་རྒྱས་བྱས་ལ་ཞག་མ་བདུན་ཕྲག་བདུན། ད་དེ་འདྲས་བྱས་ནས་བཞུགས་པ་རེད་གསུང་དགོས་རེད། ནས་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་བཅུ་གཉིས་ཀྱི་ནང་ནས་བཅུ་གཅིག་པ་དེ་ད་ཆོས་ཀྱི་འཁོར་ལོ་བསྐོར་བའི་མཛད་པ་དེ་རེད། ད་སངས་རྒྱས་བཅོམ་ལྡན་འདས་ཁོང་རང་གིས་ག་རེ་མཁྱེན་པ་ཡིན་པ་ག་རེ་ཧ་གོ་བ་ཡིན་པ། དངོས་པོ་གི་གནས་ལུགས་ག་རེ་རྟོགས་པ་ཡིན་པ་སེམས་ཀྱི་གསང་བ་ག་རེ་མཁྱེན་ཡོད་པ་ཧ་གོ་ཡོད་པ་ཤེས་ཡོད་པ་དེ་ད་མ་ལས་ལམ་འདི་གཞན་དག་ལ་བསྟན་དགོས་རུང་བ་སངས་རྒྱས། ད་སེམས་ཅན་དེ་ཚོ་སངས་རྒྱས་ཀྱི་ས་ལ་ཁྲིད་དགོས་འོས་ན། ཁྲིད་ཐབས་གཞན་པ་ཡོད་མ་རེད་བ། ཁྲིད་ཐབས་གཞན་དག་ཡོད་མ་རེད་སངས་རྒྱས་ཁོ་རང་གི་ལམ་ག་འདྲས་བསྟན་ནས་སངས་རྒྱས་པ་ཡིན་པ། དེ་མ་ཤེས་ནས་དེ་ནས་འགོ་ཉམས་ལེན་བྱས་རྗེས་དེ་ནས་ད་ཡོང་ངེས་ཡོད་རེད་བ། ད་མ་ལས་ཤེས་ཡས་དེ་ལ་ད་ཆོས་ཀྱི་འཁོར་ལོ་བསྐོར་བ་ཟེར་གྱི་རོ། དེ་ནས་ད་ཀྱི་ངས་གོང་དུ་ཞུས་ཡིན་པ། ད་ཀྱི་ད་ངས་དཔེ་མི་ཟིན་སེམས་ཀྱི་གནས་ལུགས་ཞིབ་རྟོགས་སོང་སྟེ། ཡིན་ན་ཡང་སུ་ལ་བསྟན་ན་ད་ཧ་གོ་ས་མ་རེད་དེ་ཡིན་དུས་སྐབས་སུ་ད་ཅི་གང་མ་ལབ་པ་བྱས་ཆོས་མ་མ་བཟུང་བ་བྱས་ཕར་ཤིང་ནགས་སམ་དེ་གི་ཡིན་ཟེར་ན་གཙོ་བོ་དེ་ཆོས་ཀྱི་ཆེ་བ་འདོན་ཡས་ཆེད་དུ་དེ་འདྲས་གསུངས་པ་རེད་ཟེར་ངས་གོང་དུ་ཞུས་བ་དེ་ཞུས་ཡིན་པ། སངས་རྒྱས་དེ་འདྲས་བྱས་ཏེ་བཞུགས་ཡོད་དུས་སྐབས་སུ་དེ་ནས་ལྷ་ཡི་དབང་པོ་བརྒྱ་བྱིན་དང་ཚངས་པ་གཉིས་ཀྱིས་གསེར་གྱི་འཁོར་ལོ་རྩིབས་སྟོང་ཡོད་མཁན་དང་དེ་ག་ནང་བཞིན་དུང་དཀར་ཆོས་དུང་དུང་དཀར་དུང་དཀར་པོ་གཡས་སུ་འཁྱིལ་བ་དུང་དཀར་གཡས་འཁྱིལ་བྱས་ཏེ་ནི་ཡར་ཕུད་བྱས་ནས་ལྷ་ཡི་དབང་པོ་ཚངས་པ་དང་བརྒྱ་བྱིན་གཉིས་ཀྱིས་སངས་རྒྱས་ལ་དེ་འདྲའི་ཞུ་བ་ཕུལ་བ་རེད་དེ་ཡིན་དུས་སྐབས་སུ་ཆོས་ཟེར་ཡས་དེ་རྩ་ཆེན་པོ་དང་རིན་ཐང་ཆེན་པོ་ཡིན་དུས་སྐབས་སུ་ཡར་ལ་ཞུ་བ་ཕུལ་མཁན་གྱི་གོས་པ་ཡིན་པ་རེད་བ་ཆོས་གསུང་རོགས་བྱེད་སའི་ཞུ་བ་ཕུལ་མཁན་གྱི་གོས་པ་ཡིན་པ་དེ་ག་ནང་བཞིན་གྱི། ཆོས་ཞུ་མཁན་དེ་ཚོ་བསོད་ནམས་ཆེན་པོ་བསགས་ཡས་ཚོགས་རྫོགས་ཡས་ཆེད་དུ་དེ་འདྲའི་འབུལ་བ་ཡས་ཕུལ་དགོས་ཀྱི་ཡོད་པ་དེ་འདྲའི་མཚོན་བྱེད་དུ་དེ་ནས་ལྷ་ཡི་དབང་པོ་ཚངས་པ་དང་རྒྱལ་ཆེན་གཉིས་ཀྱིས་ཡར་ལ་དེ་ནས་སངས་རྒྱས་ལ་ཆོས་གསུང་རོགས་བྱེད་ཚེ་གསོལ་བ་བཏབ་དེ་ག་ནང་བཞིན་གྱི་མཆོད་སྡོང་དཀར་པོ་དུང་དཀར་པོ་གཡས་སུ་འཁྱིལ་བ་དང་གསེར་གྱི་འཁོར་ལོ་རྩིབས་སྟོང་པ་དང་ནོར་བུ་རིན་པོ་ཆེ་ལ་སོགས་པ་ཡར་ཕུལ་ནས། ད་སངས་རྒྱས་ཁྱེད་རང་ནས་སངས་རྒྱས་ཟིན་པ་རེད་ཟེར་དེ་ཡིན་ན་ཡང་ད་ད་ལྟ་འཇིག་རྟེན་མང་པོ་ཅིག་སེམས་ཅན་མང་པོ་ཞིག་ད་ལྟ་མུན་ནག་ནག་ཀུན་ནང་ལ་ལྷག་ཐེབས་པ་འདྲ་བོ་སེམས་ཅན་མང་པོ་ཅིག་ཡོད་རེད་ཟེར་འོ་དེ་ཚོ་ལ་དགོངས་བྱས་ནས་དེ་ནས་ཁྱེད་ཕལ་ཏེ་ཁོ་རང་འདི་འདྲས་བྱས་ནས་མ་བཞུགས་རོགས་ཅེས

ཆོས་གསུང་ཡང་ཞལ་གྱིས་བཞེས་པ་རེད། དེ་ནས་སངས་རྒྱས་བཅོམ་ལྡན་འདས་ཁོང་རང་གིས་དགོངས་འདུག་ད་ཆོས་དེ་སུ་ལ་གསུང་དགོས་ན། ཐོག་མར་དུ་རེ་བ། ཆོས་དང་པོ་གསུང་ས་དེ་མི་དེ་དཔེ་མི་ཟེར་སེམས་འདུལ་སླ་པོ་ཡོད་མཁན། ཉོན་མོངས་པ་ཡིན་ན་ཡང་དཔེ་ཁོ་ན་བྲབ་བྲབ་ཡོད་དེ་ཉོན་མོངས་སྲབ་པོ་ཡོད་དེ་མཁན། དེ་ནས་སེམས་ཡིན་ན་ཡང་དཔེ་མི་ཟེར་ཏིང་ངེ་འཛིན་ཡང་དེ་ནས་དཔེ་གང་ལ་གང་འཚམ་ཅིག་ལས་སུ་རུང་དེ་མཁན། ད་དེ་འདྲས་ཅིག། མི་ལས་དག་པར་རོ། ད་དེ་འདྲས་ཅིག་ལ་གནང་ཁུག་འདུག། ད་སུ་ལ་གནང་ཁོ་ན། དེ་འདྲས་གོང་པ་ཞེས་ཡོང་དུས་སྐབས་སུ་ད་སངས་རྒྱས་ཀྱི་ག་རེ་གོང་རེད་ཟེར་ན་སྔོན་མ་ཁོང་རང་གི་ག་གལ་ནི་ཡིན་གལ་ནི་སློབ་དཔོན་རིང་པོར་དང་སློབ་དཔོན་ལྷག་སྤྱོད་རེད་བ། ད་དེ་སློབ་དཔོན་རིང་པོར་དང་སློབ་དཔོན་ལྷག་སྤྱོད་གཉིས་ད་ཁོང་དཔེ་མི་ཟིག་བསམ་གཏན་ལ་གནས་དེ་གནས་དཔེ་མི་ཟ་ཚང་མ་ཆ་རྐྱེན་ཚང་མ་ཚང་དེ་ཡོད་རེད་ཡིན་ན་ཡང་ད་གནས་ལུགས་ངོ་མ་གནད་འགག་རེད་བ། གཅིག་རང་གཅིག་མ་ཤེས་ནས་དེད་དེ་ཡོད་རེད་བ། དེ་ཡིན་དུས་སྐབས་སུ་ཁོང་གཉིས་ལ་བསྟན་པ་ཡིན་ན་ད་ཁོང་གཉིས་དཔེ་མི་བཟོད་ཡག་པོ་ཆགས་ས་རེད་ཁོང་གཉིས་ལ་བསྟན་དགོས་ཁོང་རང་གིས་ངོ་མ་དགེ་རྒན་སློབ་དཔོན་རིང་པོར་དུ་ལྷག་སྤྱོད་གཉིས་ལ་ད་ཆོས་དུ་གསུང་དགོས་སངས་རྒྱས་དེ་འདྲའི་གོང་ཡོང་དུས་སྐབས་སུ་ད་གཟིགས་ཏིང་ངེ་འཛིན་གྱི་གཟིགས་ཡོང་དུས་སྐབས་སུ་སློབ་དཔོན་རིང་པོར་དུ་སློབ་དཔོན་ལྷག་སྤྱོད་གཉིས་གྲོངས་ཡོད་པ་མཁྱེན་འདུག་ད་འཇིག་རྟེན་ཁམས་ནས་ཞུགས་མེད་པར་གྲོངས་ཚར་བ་ཡིན་པ་མཁྱེན་རེད་གྲོང་ཚར་བ་ཡིན་པ་མཁྱེན་ཡོང་དུས་སྐབས་སུ་དེའི་རྗེས་ལ་སངས་རྒྱས་ཀྱི་བདག་ལ་སུ་ལ་བསྐོར་དགོས་ན་ཆོས་སུ་ལ་གསུང་དགོས་ན་དགོངས་ཡོང་དུས་སྐབས་སུ་ད་སངས་རྒྱས་ག་རེ་དགོངས་ད་ལྔ་སྡེ་བཟང་པོ་ལ་བསྐོར་དགོས་འདུག་ད་ཆོས་ལྔ་སྡེ་བཟང་པོ་ལ་གསུང་གི་ཡིན་ལྔ་སྡེ་བཟང་པོ་དེ་ཏག་ཏག་རེད་འདུག་དུ་བྱ་རེད་བཞག་དེ་སངས་རྒྱས་ཀྱི་ཆོས་དེ་ལྔ་སྡེ་བཟང་པོ་ལ་གསུང་ཡས་བྱས་པ་རེད་ལྔ་སྡེ་བཟང་པོ་ལ་གསུང་ཡས་བྱས་ཡོང་དུས་ད་ལྔ་སྡེ་བཟང་པོ་ག་བ་ལ་བཞུགས་ཡོད་ཟེར་ན་བར་ན་ཟིག་བཞུགས་ཡོད་རེད། རེ་བ། སྔོན་མ་སངས་རྒྱས་བཅོམ་ལྡན་འདས་མཉམ་དུ་ལོ་དཀྲུག་དཀའ་བ་ཅན་བཞུགས་ལ་སངས་རྒྱས་ཀྱི་ཆབ་ཆོས་ཆུ་བཏུང། ཞེས་ཞལ་ལག་མཆོད་ཡོང་དུས་ག་ཚོད་ཁོང་ཚོ་མ་བསྡད་ནས་བར་ན་གཟིགས་ཕྱིན་པ་རེ་བ། དེ་འདུལ་སྐབས་སུ་ཁོང་ཚོ་བར་ན་གཟིགས་བཞུགས་ཡོད་རེད། དེ་ཡིན་དུས་སྐབས་སུ་སངས་རྒྱས་བཅོམ་ལྡན་འདས་དང་རྡོ་རྗེ་གཏན་ནས་བར་བར་ན་གཟིགས་ཕེབས་དགོས་བྱུང་བ་རེད། འོ་དེ་འདྲའི་ཕྱིར་ན་སངས་རྒྱས་བཅོམ་ལྡན་འདས་བར་ན་གཟིགས་ཕེབས་པར་རེ་བ། སངས་རྒྱས་ད་བར་ན་གཟིགས་ཕེབས་ཀྱི་འདུག་ཟེར་དུས་ཙམ་རེ་ད་ང་དེ་བཟང་པོ་ཁོང་རང་ཚོ་ཕག་ནས་ཁྲིམས་འདྲ་བོ་བཅད་དེ་རེ་བ། ཁོ་རང་ཚོ་ནང་ལོགས་ལ་ཁྲིམས་འདྲ་བོ་བཅད་ནས་ད་དེའི་མི་ངོ་ཚ་ཡས་མས་འཇོག་དང་ཕལ་ཆེར་ང་ཚོ་འདིའི་བར་ན་གཟིགས་སླེབས་སོང་བ་ན་ང་རང་ཚོ་ཁོ་ལ་རྩ་བ་ཉིད་ནས་ཁ་ཡ་བྱས་ཡོད་མ་རེད་དཱ་ཟེར་ཡ་རྩ་བ་ཉིད་བྱས་ཡོད་མ་རེད་དཱ་ཟེར། ངོ་ཚ་ངོ་ཚ་ཚ་ནས་སྨད་མཁན་སོ་སོ་སོ་སོ་གི་ཁས་ལེན་དམ་བཅའ་ལས་དེད་མི་ཐུབ་མཁན་མི་དེ་འདྲའི་ཐ་ཤལ་དེ་ཚོར་ད་ང་རང་ཚོ་ཁོ་སླེབས་སོང་ན་ང་རང་ཚོ་ཁོ་ལ་ཞེ་གུས་ཞབས་ཇེ་དྲག་དང་གཅིག་གང་ཅི་བྱས་ཡོད་མ་རེད་ད་ང་རང་ཚོ་ང་རང་ཚོ་ས་སོ་སོ་ཚོད་སོང་དེ་གོར་ད་ཁོ་རང་ཚོ་ནང་ལོག་ཁྲིམས་འདྲ་བཟོས་དེད་འདུག་ཁྲིམས་འདྲ་བཟོས་དེད་ཡོད་འདུག་ད་མི་སངས་རྒྱས་བཅོམ་ལྡན་འདས་ཕེབས་རེད་སངས་རྒྱས་བཅོམ་ལྡན་འདས་ཕེབས་ཡོང་དུས་སྐབས་སངས་རྒྱས་བཅོམ་ལྡན་འདས་དངོས་སུ་ཁོང་ཚོའི་འགྲམ་ནས་ཕེབས་ཡོང་དུས་སྐབས་སངས་རྒྱས་ཀྱི་གཟི་བརྗིད་ཅིག་གཟི་བརྗིད་ཅིག་ཡོང་དུས་སྐབས་ཁོ་རང་ཚོ་དེ་ནས་ཁོ་རང་ཅི་བྱས་འདི་བྱས་མེད་པར་ཚ་ཁ་ཚིག་རེ་བ་ཆགས་ནས་ཁ་ཤས་ཡར་ལངས་ནས་དེ་ནས་སངས་རྒྱས་ལ་ཆབ་ཕུལ་ཡས་འགྲོ་བ་དང་ཁ་ཤས་སངས་རྒྱས་ལ་བཞུགས་གདན་འདིང་ཡས་འགྲོ་བ་དང་ཁ་ཤས་ནི་དེ་ནས་སངས་རྒྱས་ལ་གཅིག་ཕེབས་ཏེ་རླུང་གཡབ་འགྲོ་བ་དེ་འདྲ་བྱས་ལོ་མང་འགྲོ་ཞིག་ལྐོག་ནས་སངས་རྒྱས་ལ་གཡབ་ཡས་འགྲོ་བ་དང་ད་དེ་འདྲ་བྱས་ནས་བད་ཁོ་རང་ཁོ་རང་གི་ནང་ལོགས་ལ་ཁྲིམས་བཟོ་ཆོག་དེ་ག་རང་ཞིག་ནས་བད་ཁོ་རང་ཅི་གང་མེད་པ་ཆགས་འདུག་དེ་འདྲ་བྱས་ནས་ད་སངས་རྒྱས་བཅོམ་ལྡན་འདས་ལ་དེ་ནས་ད་ཁོ་རང་ཚོ་གུས་ཞབས་བྱས་དེ་པ་བྱེད་དགོས་ཐུག་པ་རེད་དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནས་མངའ་སྡེ་བཟང་པོ་ལ་དེ་ཆོས་ཀྱི་འཁོར་ལོ་བསྐོར་བ་རེད་བ་ཆོས་ཀྱི་འཁོར་ལོ་བསྐོར་ཡོང་དུས་སྐབས་སུ་ད་ཆོས་འཁོར་ཐོག་མ་དེ་ཝཱ་ར་ན་སིར་བསྐོར་བ་རེད་བ་སྔར་ཁོ་བཀའ་དང་པོ་བསྟན་པ་བཞིའི་ཆོས་འཁོར་ཟེར་གྱི་རེད་བ་ད་དེ་ཝཱ་ར་ན་སི་གསུངས་པ་རེད་དང་དུས་ཚོད་དེ་ང་རང་ཚོ་ནམ་རྒྱུན་བོད་ཟླ་དྲུག་པའི་ཚེས་པ་བཞི། དྲུག་པའི་ཚེས་བཞི་ཟེར་གི་རོ་ཆོས་འཁོར་དུས་ཆེན་སོགས་ད་དེ་རེད། དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་ད་ཆོས་འཁོར་ཐོག་མར་བསྐོར་བའི་དུས་ཚོད་ནི་ད་དེ་ཆགས་ཐེག་ཡོད་རེད་རོ། ད་ང་རང་ཚོ་བོད་ཟླ་དྲུག་པའི་ཚེས་པ་བཞི་ལ་ངོས་འཛིན་གྱི་ཡོད་རེད་དེ། ཡིན་ན་ཡང་ད་ཤི་རི་ལང་ཀ་དང་ཐའི་ཡི་ལེན་ཁོང་ཚོ་ཚེས་པ་བཅོ་ལྔ་ལ་ངོས་འཛིན་གྱི་འདུག་རོ། བོད་ཟླ་དྲུག་པའི་ཚེས་པ་བཅོ་ལྔ་ལ་ཆོས་འཁོར་བསྐོར་བ་རེད་དེ་འདྲའི་ངོས་འཛིན་གྱི་འདུག་ང་རང་ཚོ་ནི་ད་བོད་ཟླ་དྲུག་པའི་ཚེས་པ་བཞི་ལ་ངོས་བསྐོར་བ་ངོས་འཛིན་གྱི་ཡོད་རེད་རོ། ད་དེ་ཡིན་དུས་སྐབས་སུ་ད་ཅི་སྟངས། ཡང་ང་རང་ཚོ་བོད་ཟླ་དྲུག་པ་དེ་ཏག་ཏག་ཁེལ་གི་ཡོད་མེད་ད་ང་ཞུས་ཤེས་ཀྱི་མེད་ད་ཤི་རི་ལང་ཀ་ཁོ་ཚོ་ད་ལོ་འདྲ་བོ་ཉིས་སྟོང་ཉིས་རྩ་གསུམ་འདྲ་བོ་ཡིན་ན་བོད་ཟླ་དྲུག་པའི་ཚེས་བཅོ་ལྔ་ལ་ཁེལ་གྱི་འདུག་དེ་ནས་ད་ཤི་རི་ཡིན་ན་ཡང་ད་དེ་ཤི་རི་ལང་ཀ་དང་ཐའི་ལེན་ཁོ་ཚོ་གི་དེ་ཡང་ང་རང་ཚོ་བོད་ཟླ་དྲུག་པ་ལ་ཏག་ཏག་ཁེལ་གི་ཡོད་མེད་ད་ང་ཞུས་ཤེས་ཀྱི་མེད་ད་དེ་ད་ཞུས་ཤེས་ཀྱི་མེད་ཡིན་ན་ཡང་ཚེས་པ་བཅོ་ལྔ་ལ་ངོས་འཛིན་གྱི་འདུག་དེ་ག་ནང་བཞིན་ད་ལོ་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་འདྲ་བོ་ལ་བསམ་སྟངས་ན་བོད་ཟླ་དྲུག་པ་ལ་ཏག་ཏག་ཁེལ་འདུག་བོད་ཟླ་དྲུག་པའི་ཚེས་པ་བཅོ་ལྔ་ལ་སངས་རྒྱས་ཆོས་འཁོར་བསྐོར་བའི་དུས་ཆེན་དེ་ཤི་རི་ལང་ཀ་དང་ཐའི་ལེན་ཁོ་ཚོ་ནང་པའི་དེ་དེ་འདྲས་རང་བརྩིས་ཀྱི་འདུག་རེད་བ་དེ་ང་རང་ཚོ་བོད་ཟླ་དྲུག་པའི་ཚེས་པ་བཞི་ལ་གསུང་དགོས་རེད་ད་དེ་གང་རེད་ཡིན་ན་ཡང་ཁྱད་པར་ཡོད་མ་རེད་བ་དེ་འདྲས་བྱས་རེད། ད་དེ་ཡིན་དུས་སྐབས་གསུམ་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་ཚེ་དེ་ལ་ད་ཆོས་འཁོར་རིམ་པ་གསུམ་བསྐོར་བ་རེད། ད་ཆོས་འཁོར་རིམ་པ་གསུམ་གྱི་ནང་ན་ད་ཆོས་འཁོར་དང་པོ་རེད། ཆོས་འཁོར་དང་པོ་དེ་ག་བ་ལ་བསྐོར་བ་ཟེར་ན་གནས་ཕུན་སུམ་ཚོགས་བ་དེ་ནས་ཝཱ་ར་ན་སི་དྲང་སྲོང་ལྷུང་བ་རི་དྭགས་ཀྱི་འགྲམ། དེ་ནས་ད་དུས་ཕུན་སུམ་ཚོགས་པ་ད་དེ་ནས་ད་དྲུག་པའི་ཚེས་པ་བཞི་ཡི་ན་རེད་དྲུག་པའི་ཚེས་པ་བཅོ་ལྔ་ཡི་ན་རེད་ད་དེ་ལ། དེ་ནས་སྟོན་པ་ཕུན་སུམ་ཚོགས་པ་བཟོ་བོ་སངས་རྒྱས་ཤཱཀྱ་ཐུབ་པ་ཡི་འཁོར་ཕུན་སུམ་ཚོགས་པ་དེ་ནས་ད་མི་ཡི་འཁོར་ལྔ་སྟེ་བཟང་པོ་དང་ལྷ་ཡི་འཁོར་དེ་འདྲའི་དཔེ་མེད་ཟེར་གྲངས་མང་མེད་མང་པོ་ཅིག་ལ་དེ་ཆོས་ཕུན་སུམ་ཚོགས་པ་བདེན་པ་བཞི་ཡི་ཆོས་འཁོར་དེ་འདྲའི་ཅིག་ལ་གསུངས་པ་རེད་ཟེར་གྱི་རེད། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་འབའ་ཞིག་ལས་མ་གསུམ་འདོད་ནས་ཚར་བཅུ་གཉིས་ཆགས་རེ་ཟེར་ཚར་བཅུ་གཉིས་དེ་ག་རེ་རེད་བས་ཟེར་ན་སངས་རྒྱས་ཀྱིས་ག་རེ་གསུངས་རེད་ཟེར་ན་དགེ་སློང་དག། འདི་ནི་སྡུག་བསྔལ་འཕགས་པའི་བདེན་པའོ། འདི་ནི་ཀུན་འབྱུང་འཕགས་པའི་བདེན་པའོ། འདི་ནི་འགོག་པའི་འཕགས་པའི་བདེན་པའོ། འདི་ནི་ལམ་གྱི་འཕགས་པའི་བདེན་པའོ་གསུངས་རེད་ད་དེ་ག་རེ་གསུངས་གི་རེད་ཟེར་ན་བདེན་བཞིའི་རང་གི་ངོ་བོ་ལ་དམིགས་པའི་རྣམ་པ་བཞིས། ངོ་བོ་ལ་དམིགས་པ་རྣམ་པ་བཞིས་དེ་ཆགས་དེ་ག་རེ། དེ་ནས་ད་ཚར་གཉིས་པ་དེ་སངས་རྒྱས་ཀྱིས་ག་རེ་གསུངས་རེད་ཟེར་ན་དགེ་སློང་དག་སྡུག་བསྔལ་ཤེས་པར་བྱའོ། ཀུན་འབྱུང་སྤང་བར་བྱའོ། འགོག་པ་མངོན་དུ་བྱའོ། ལམ་རྒྱུད་ལ་བརྟེན་པར་བྱའོ་གསུངས་པ་རེད་ཟེར་གི་རེད་ད་དེ་ག་རེ་རེད། བྱ་བ་ལ་དམིགས་པ་རྣམ་པ་བཞི་དེ་བཞིན་གྱི་བྱ་བ་ལ་དམིགས་པ་རྣམ་པ་བཞིས་ད་དེ་ཆགས་ཏེ་ཡོད་རེད་དེ་ནི་ཐ་མ་དེ་སངས་རྒྱས་ཀྱིས་ད་ཐེངས་མ་གསུམ་གྱི་ནང་ཐ་མ་དེ་ག་རེ་གསུངས་རེད་ཟེར་ན་དགེ་སློང་དག་དུག་ལྔ་ཤེས་པར་བྱ་སྟེ་ཤེས་པར་བྱར་མེད་པའི་མི་སྐྱེ་བ་ཤེས་པ་དང་ཀུན་འབྱུང་སྤང་བར་བྱ་སྟེ་སྤང་དུ་བྱར་མེད་པའི་མི་སྐྱེ་བའི་ཤེས་པ་དང། འགོག་པ་མངོན་དུ་བྱ་སྟེ་མངོན་དུ་བྱར་མེད་པའི་མི་སྐྱེ་བའི་ཤེས་པ་དང་ལམ་རྒྱུད་ལ་བརྟན་པར་བྱ་སྟེ་བརྟན་པར་བྱར་མེད་པའི་མི་སྐྱེ་བའི་ཤེས་པ་དང་དེ་འདྲ་བྱས་ན་ད་ཐེངས་མ་གསུམ་སྐྱོ་རེད་ཟེར་གྱི་འདུག་ཡང་ཡིན་ན་ཡང་ད་ལོ་རྒྱུས་ཁ་ཤས་ནང་ལ་ཡང་ཐ་མ་དེ་ལ་གསུམ་ཡིན་ན་ཐ་མ་གསུམ་ཐ་མ་དེ་ལ་དེ་ནི་དུག་ལྔ་ཤེས་སོ་ཀུན་འབྱུང་སྤངས་སོ་འགོག་པ་མངོན་དུ་བྱས་སོ་ལམ་བསྟན་འདུག་ད་དེ་འདྲའི་གསུངས་པ་རེད་ཟེར་ཡང་ཡོང་ཐེག་གི་འདུག་རེད་བ། དེ་ཡིན་དུས་བརྩམས་པ་ལ་ད་བདེན་པ་གྱིས་བསལ་ཏེ་དུག་ལྔལ་བདེན་པ་དང་གཅིག་ཀུན་འབྱུང་བདེན་པ་དང་གཉིས་འགོག་པའི་བདེན་པ་དང་གསུམ་ལམ་གྱི་བདེན་པ་དེ་བཞིས་ད་འདི་ལ་བདེན་པ་བཞི་ཟེར་གི་རེད་བ། ད་བདེན་པ་བཞི་པོ་དེ་རེ་རེ་རེ་རེ་ལ་དེ་ནི་ད་ངོ་བོ་ལ་དམིགས་པ་བྱ་བ་ལ་དམིགས་པ་ད་མཐར་ཐུག་གི་འབྲས་བུ་ལ་དམིགས་པ་ད་རེ་རེ་རེ་ལ་རེ་རེ་རེ་རེ་ལ་གསུམ་གསུམ་གསུམ་གསུམ་བྱས་ཡོང་དུས་སྐབས་སུ་ད་བདེན་བཞི་རྣམ་པ་བཅུ་གཉིས་ཟེར་དེ་རེད་རྣམ་པ་བཅུ་གཉིས་ཟློས་ཏེ་གསུངས་ཟེར་གི་འདུག་བ། འོ་ད་དེ་སྐྱར་འདོད་ཡང་འདོད་བྱས་ནས་དེ་ལྟར་དེང་ཕྱིན་རྣམ་པ་བཅུ་གཉིས་དུ་གསུངས་པ་རེད་ཟེར་བའོ་ད་དེ་ཆགས་དེ་ཡོད་རེད། དེ་བས་སངས་རྒྱས་བཅོམ་ལྡན་འདས་ཀྱིས་དེང་ཕྱིན་ཚར་གསུམ་འདོད་པའི་ཚར་དང་པོ་དེའི་སྐབས་སུ་གསུངས་པ་དང་མཉམ་དུ་ཀུན་གཞི་ཀོ་འདྲི་ནི་ཡ་བཅུ་ལས་མཐོང་ལམ་གྱི་ཡེ་ཤེས་སྐྱེས་པ་རེད་ཟེར་བ་མཐོང་ལམ་པའི་ཡེ་ཤེས་དག་ཐོབ་པ་རེད་མཐོང་ལམ་སྐྱེས་པ་རེད་ཟེར་ཡོད་རེད། དེ་ནས་ད་ལྟ་ཚར་གཉིས་པ་དང་གསུམ་པ་སྐྱར་འདོད་གནང་ཡོང་དུས་སྐབས་སུ་དེ་ནས་ད་ལྔ་སྡེ་བཟང་པོའི་ནང་ན་རྟ་ཐུལ་དང་གླང་པ་དང་མིང་ཅན་དང་དེ་ནས་བཟང་ལྡན་ལ་སོགས་པ་དག་ཁོང་རྣམ་པ་ཡང་བརྒྱུད་ལ་ཡང་དག་མཐོང་ལམ་གྱི་ཡེ་ཤེས་སྐྱེས་པ་རེད། ཆོས་འཁོར་གཉིས་པ་བཀའ་བར་པ་མཚན་ཉིད་མེད་པའི་ཆོས་འཁོར། ད་བཀའ་བར་པ་མཚན་ཉིད་མེད་པའི་ཆོས་འཁོར་དེ་ད་སངས་རྒྱས་བཅོམ་ལྡན་འདས་དགུང་ལོ་ལྔ་བཅུ་དེ་འདྲའི་ནང་ལོགས་ལ་རེད་གསུང་གི་འདུག་ཨ། ད་ཁ་ཤས་ལྔ་བཅུ་ཐམ་པ་རེད་ཁ་ཤས་ལྔ་བཅུ་ང་གཉིས་རེད་ཁ་ཤས་ལྔ་བཅུ་ང་བརྒྱད་རེད་དེ་འདྲས་གསུང་གི་ན་འདུག་དེ། གང་ལྟར་སངས་རྒྱས་བཅོམ་ལྡན་འདས་ད་དགུང་ལོ་ལྔ་བཅུའི་ནང་ལ་ཕེབས་དུས་སྐབས་སུ། དེ་ཡིན་དུས་སྐབས་སུ་གནས་ཕུན་སུམ་ཚོགས་བ་བྱ་རྒོད་ཕུང་པོ་རི་ལ། དེ་ནས་སྟོན་པ་ཕུན་སུམ་ཚོགས་བ་དེ་ནས་ཛོ་བོ་སངས་རྒྱས་ཤཱཀྱ་ཐུབ་པ་ཡིས་དེ་ནས། ད་འཁོར་ཕུན་སུམ་ཚོགས་བ་དེ་ནི་དགེ་སློང་གི་དགེ་འདུན་ཆེན་པོ་དང་དེ་ག་ནང་བཞིན་བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་གྲངས་མེད་པ་དང་དེ་ག་ནང་བཞིན་གྱི་ལྷ་དང་མི་ལ་སོགས་པ་དེ་ཚོ་གྲངས་མེད་པ་ཅིག་ལ་དེ་ནས་ཆོས་ཕུན་སུམ་ཚོགས་བ་སྐབས་བར་པ་མཚན་ཉིད་མེད་པའི་ཆོས་འཁོར་དང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཡུམ་རྩེ་བཅུ་བདུན་ལ་སོགས་པ་དུས་ཕུན་སུམ་ཚོགས་པ་དེ་ནི་ད་སངས་རྒྱས་བཅོམ་ལྡན་འདས་དགུང་ལོ་ལྔ་བཅུ་དེ་འདྲའི་ནང་ལོགས་ལ་ཡོད་དུས་སྐབས་སུ་དེ་ནི་ད་དེ་འདྲའི་གསུངས་པ་རེད་ཟེར་གྱི་ཡོད་རེད་དེ་སྐབས་བར་པ་དེ་ཆགས་འདུག་རེད་དེ་ནི་སངས་རྒྱས་བཅོམ་ལྡན་འདས་བཀའ་མཐའ་མ་དེ་རེད། དེ་ནས་བཀའ་ཐ་མ་ལེགས་པར་རྣམ་པར་ཕྱེ་བའི་ཆོས་སྐོར་དེ་རེད་ད་སངས་རྒྱས་ཀྱི་བཀའ་ཐ་མ་དེ་བཀའ་ཐ་མ་ལེགས་པར་རྣམ་པར་ཕྱེ་བའི་ཆོས་སྐོར་དེ་ད་གནས་ཕུན་སུམ་ཚོགས་པ་ཡངས་པ་ཅན་ལ་སོགས་པ་ཟེར་རོ་ད་གནས་མཐའ་གཅིག་ཏུ་ངེས་པ་དེ་འདྲ་ཡོད་མ་རེད་གནས་ཕུན་སུམ་ཚོགས་པ་ཡངས་པ་ཅན་ལ་སོགས་པ་ད་འཁོར་ཕུན་སུམ་ཚོགས་པ་ད་བྱང་ཆུབ་སེམས་དཔའི་དགེ་འདུན་དང་ཉན་ཐོས་ཀྱི་དགེ་སློང་དགེ་འདུན་གྲངས་མེད་པ་དེ་འདྲའི་མང་པོ་ཅིག་ལ་དེ་ནས་ཆོས་ཕུན་སུམ་ཚོགས་པ་ཆོས་ཕུན་སུམ་ཚོགས་པ་དེ་ནས་ད་སྦས་དོན་མངོན་རྟོགས་ཀྱི་རིམ་པར་གཙོ་བོ་སྟོན་པ་དང་ལྷག་པར་དུ་དེ་སྙིང་པོ་བསྟན་པའི་མདོ་བཅུ་ལ་སོགས་པ་ད་དེ་ནས་ད་གོ་དེ་འདྲའི་གི་ཆོས་སྐོར་བསྐོར་བ་རེད། ཐོག་མཐའ་བར་གསུམ་ཟད་དེ་ད་དེ་དུས་ཀྱི་དབང་དུ་བྱས་ན་དེ་འདྲའི་ཅིག་རེད་ཡིན་ན་བརྗོད་བྱེད་ཀྱི་དབང་དུ་བྱས་པ་ཡིན་ན་ཡང་དེ་ལས་མ་ངེས་པ་ཡང་གཞན་དག་བཞག་སྟངས་གཞན་དག་ཡང་ཡོང་ཐེག་ཡོད་རེད་དེ་འདྲའི་གཅིག་རེད། མཐར་ཐུག་ན་དེ་སངས་རྒྱས་ཀྱི་ཆོས་སྐུར་རིམ་པ་གསུམ་བསྐོར་བ་དེ་ཚོ་ཚང་མ་དེ་ནི་ད་དོམ་བརྒྱབ་པ་ཡིན་ན་ནི་དེ་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ཟེར་ཏེ་ཆགས་འགྲོ་གི་འདུག་ཨ། ད་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ཟེར་ཏེ་དེ་ཚུར་བསྡུས་པ་ཡིན་ན་ནི། དེ་ནས་ད་དེ་ནོད་གསུམ་ཟེར་ཏེ་ནང་བསྡུ་ཐུབ་དགོས་རོ། ད། དེ་ཡིན་དུས་བརྩམས་པ་ལ་ལྷག་པའི་ཚུལ་ཁྲིམས་ཀྱི་བསླབ་པ་གཙོ་བོར་སྟོན་པ་བསྡུ་བའི་དེ་ནོད་དང

ཉོན་མོངས་ཞེ་སྡང་འདུལ་བའི་གཉེན་པོ་ལ་མདོ་སྡེ་ཕུང་པོ་བརྒྱད་ཁྲི་བཞི་སྟོང་གསུངས། ཉོན་མོངས་གཏི་མུག་འདུལ་བའི་གཉེན་པོ་ལ་དངོས་པོའི་ཕུང་པོ་བརྒྱད་ཁྲི་བཞི་སྟོང་གསུངས། ད་དེ་འདྲའི་ཡོངས་ཐེག་རེད་ད་དེ། སྔགས་རྡོ་རྗེ་ཐེག་པའི་ཆོས་འཁོར་དེར་བ་ད་གསང་སྔགས་རྡོ་རྗེ་ཐེག་པའི་ཆོས་འཁོར་དེ་ཡིན་ན་ནི། ད་དེ་སྣོད་གསུམ་དུ་འདུས་ཀྱི་རེད་དམ་མ་རེད་ཟེར་ན་ད་ཁ་ཤས་ཀྱིས་དེ་སྣོད་གསུམ་གྱི་ནང་འདུས་ཀྱི་རེད་གསུང་དགོས་རེད་ཡང་ཁ་ཤས་ཀྱིས་གསུང་གི་ནི་ཡང་དེ་དེ་སྣོད་བཞི་པ་ཟེར་གྱི་རེད་ཟེར་བ། ཉོན་མོངས་ཆ་མཉམ་འདུལ་བའི་གཉེན་པོ་ལ་ད་དེ་སྣོད་ད་གསང་སྔགས་ཀྱི་དེ་སྣོད་ད་ཅིག་ཉི་ཁྲི་ཆིག་སྟོང་གསུངས་ཟེར་རོ་ད་ད་འོ་དེ་འདྲའི་ཡོངས་ཐེག་ཡིན་རེད་གསུང་གི་འདུག་བ་དེ་ཡིན་དུས་སྐབས་སུ་ད་མདོར་ན་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་དེ་ད་སྤྱི་བཏང་བྱས་པ་ཡིན་ན་ད་དེ་ནས་གསུམ་གཉིས་ནང་དུ་བསྡུ་ཐུབ་པ་ད་དེ་འདྲའི་ཅིག་ཆགས་ཐེག་ཡོད་རེད།